རྗེ་དེ་སྔ་ང་ཡིས་ད་ལྟ་ང་ལ་དཔེ་ཤག་དང་ཞིབ་ཕྲ་ཅིག་རག་གི་ཡོད་རེད་ཟེར་ལབ་པ་ཡིན་ན། དེ་ངས་སྤེན་ཚེ་གཅིག་ཞུས་ཆོག་ད་ཁ་སང་ང་ཚོ་ནོ་བྷེལ་གཟིགས་རྟགས་ཀྱི་བརྩམས་ཤོག་དེ་བོད་ལ་པར་རྒྱག་བཅུག་དུས་ག་ནས་པར་རྒྱག་མཁན་བོད་ཀྱི་མི་གཅིག་ངོ་ཤེས་པ་ཅིག་ཡོད་ཁོང་གིས་པར་རྒྱག་དུས་ག་ནས་སྒོར་མོ་ལྔ་སྟོང་ཐམ་པ་ཅིག་གནང་ཡོད་རེད། ཀྲུང་གོ་སྒོར་མོ་ལྔ་སྟོང། ཀྲུང་གོ་སྒོར་མོ་ལྔ་སྟོང་དེ་རྒྱ་གར་སྒོར་མོ་ལ་ཚུད་འགྲོ་བ་ཡིན་ན་ག་ཚད་རེད། ངས་ལོ་ཙཱ་བ་བཞི། ལ་ཕལ་ཆེར་ཟླ་བ་གཉིས་ཟིན་ག་ལ་ད་མི་རེ་ལ་གོ་མི་ཁྲི་གཅིག་བྱས་ཟེར་དེའི་ནང་ལོ་ནས་རྒན་པ་འདས་ཀྱི་ལྟས་ངན་ནས་བསྒྱུར་ཚར་རྒྱུ་དེ་ཚོ་ལ་ཁྲི་གསུམ། ཐལ་བ་གཅིག། གནང་བ་ཡིན། དེ་གཅིག་པོ་ལ་ཡང་གོ་མོ་འབུམ་གཅིག་བརྒལ་ཡོད་རེད། འགྲོ་སོང་དེ། བརྒལ་ཡོད་རེད། ཡིན་དུས་ག་ལ། ཕ་གི་ནས་གོ་མོ་སྟོང་ཕྲག་ལྔ་ཚུད་རག་ཞེས་པ་དེ་དང་ངས་དེ་ནས་འགྲོ་སོང་ཕར་འགྲོ་ཞེས་པ་དེ་གཉིས་ཆ་ཉོག་ཅིག་ཨེ་ལྡོག་མི་འདུག་དེ་ལྟར་གནང་བ་ཚོས། བྱིན་གྱི་རེད། དེ་མ་འོངས་པ་ལ། གལ་སྲིད་འདས་ང་ཚོས་ལས་ཚུལ་རྣམ་པ་ཚོས་འགྱུར་ང་ཚོས་དང་ང་ཚོའི་བོད་ལ་བར་པ་རྒྱ་ཚ་རྒྱུ་དུང་ཚོ་ནས་དཔེ་ཆ་གཏོར་སོ་གཏོར་སོ། ལན་མ་གཏོགས་དེ་རིན་མེད་རང་བྱས་ནས་དཀྲོག་དགོས་ཡག་གི་རྒྱུ་མཚན་ཡོད་མ་རེད་དཀྲོག་ན་དོན་སྙིང་ཡོད་མ་རེད་ཡང་མི་ཚོས་ཁོ་ང་ཚོའི་ཕྱི་ཚོ་དེ་དེར་བ་རིན་མེད་ལ་གོམས་ན་ཨ་ནེ་སེམས་ནང་ལོག་ལ་དེ་རིན་མེད་ཚོ་དེ་གཅིག་ཡེ་དུས་ག་ནས་ང་ཚོའི། པར་རྒྱག་མཁན་ཚོས་ད་ནི་དངུལ་ཏོག་ས་རེ་ལེན་གི་རེད་དེ་ལྟ་དེས་ང་ཚོའི་གི་ཕ་འདི་ནི་འགྲོ་སོང་བཏང་བཞག་པ་དེ་གི་ཚད་གཞི་བརྒྱ་ཆ་བདུན་ཅུའི་ཐད་གྲངས་བརྒྱ་བཅུ་བརྒྱ་ཕྲག་ཅིག་ཚུད་སླེབས་པ་ཡིན་ན་ཡང་དེའི་ཐད་པ་དེ་ལྟ་དེ་ང་རང་རང་གི་འདི་ནི་ད་ཞིག་བཏང་ནས་བཏང་ཐུབ་ས་རེད་བསམ་པ་དེ་འདྲ་ཞིག་འདུག་ག་རེ་ཟེར་ན་ང་ཚོའི་ས་ཞོ་གོང་ས་ལ་ང་ཚོ་ལ་རྒྱབ་སྐྱོར་གནང་མཁན་མང་པོ་ཆེ་ལ་དེ་སྔའི་ལ་བྱུང་སོང་ལ་མ་འོངས་པ་ལ་ཡོང་གི་རེད་དྲན་གི་འདུག།

ཁྱེད་རང་ཡིན་དུས་ག་ལ་དང་བདག་དེ། རྣམ་པ་ཚོས་དེ་འདྲིའི་ཅི་ཐུགས་ལ་བཞག་རོགས་གྱིས། ཨ། དེ་རྣམ་པ་ཚོས་ཡིན་གྱི་མིན་གྱི་གསལ་བོ་མཁྱེན་པ་གནང་རོགས་གྱིས་ཞུ་ཡས་ཡིད་ད་འདི། ངས་གི་ཞུས་ནས་རྣམ་པ་ཚོས་བྱས་འདི་གི་རྒྱུད་ནས་ད་འབྲེལ་ཡས་ཚང་མས་འདི་གོ་ཐོབ་པ་ཅིག་བྱུང་ན་བསམ་པ་འོང་ད་དེ་འདྲིའི་ཅིག་མཐོང་ནས་ཡིན། ད་གསུངས་པ་དེ་ཞུ་ཡས་ག་རེ་ཡིན་ཟེར་ན། ད་ང་ཚོའི་ལོ་ཙཱ་བ་ཚོའི་བཟང་ཆ་དེ་རེད་འདུག་ད་ང་ཚོའི་ལ། ལས་བཞག་དང་འདི་འདྲིས་གི་མཇུག་གི་ཐུགས་ལ་ཉམས་མྱོང་ཡོང་གྱིས་ཅིག། དཔེར་ན་ལས་བྱ་གི་ཚིག་དེ་ཕ་རྒྱུད་བྱེད་ན་འདི་འདི་འདྲི་ཕ་རྒྱུད་བྱེད་དགོས་རེད། ཨ་ནི་འདི་འདི་འདྲི་འདི་འདྲི་བྱེད་དགོས་རེད་དང་དེ་འདྲ་བྱེད་ལྷོམ་ལྟའི་ལྷོ་ལྟའི་ནང་གི་ཅིག། འཇུར་ཐོག་ལ་ཉོག་ཉོག་ཡོང་མཁན། ཨ་ནི་ལས་བྱ་སྤུས་དག་ཤི་གསལ་དུ་ཁ་བོ་རེད་དང་ཅེས་དུ་ང་ཚོའི་ཤིང་འཛུགས་ཁོ་ར་ནང་ལོགས་ལ་ལས་བྱ་དངོས་གནས་མ་ལག་ཚང་བ་ཆགས་ཚོར་ཤིང་སྐད་ཅིག་ཡོད་དུ་མེད་ཀྱིས་དྲི་བ་ཡིན་ས་རེད། ད་ཡིན་ན་ཡང། ཁོ་ཚོས་འཇུར་བའི་དུས་སྐབས་ལ་འཇུར་དུས་སྐབས་ལ་ལས་བྱ་གི་ཚིག་དེ་འདི་འདྲི་ཞེས་བེད་སྤྱོད་གཏང་དགོས་རེད་འདི་འདི་འདྲི་ཞེས་འདྲི་དགོས་རེད་ཟེར་ནས་ཅིག། ལྷོ་ལྟའི་ནང་མཐོང་མཁན་ཅིག། དེར་དེ་འདྲའི་ལོག་ལྟའི་ནང་གི་ཁོ་རང་ལ་ཡང་དེ་འདྲའི་མང་པོར་འགྱུར་བདེ་འགྱུར་བའི་ཉོག་ཉུང་འདྲ་བ་དགའ་རོགས་ཡོང་ཁེལ་ཅིག། ད་དེ་འདྲའི་མི་ཅིག་ང་ཚོར་འགོག་འདུག་ད། དཔེ་གལ་ཆེ་བ་ང་ཚོའི་ལ་ད་འདི་གནས་ག་ས་པ་དུས་ཐོག་ཆར་བ་རེད་མི་དེ་འདྲ་ཞིག་འགོག་འདུག། ཁྱེད་ཚ་ད་དེ་འདྲའི་ཞིག་འགོག་གི་འདུག་ཟེར་ནས། སུ་ལ་ཡིན་ན་ལག་ཆུ་ཆུ་རེད་མི་འདུག་དྲང་པོ་བཤད་ན། ང་ཚོ་སྤྱི་ཚོགས་ནང་ལ་ཤི་ད་མི་ཉུང་ཉུང་ཆེ་གང་ཡོད་པ་དེ་ཚོ་ནི་སོ་སོ་སོ་ལས་ཀ་གང་ལ་ཡོད་བསྡད་པ་ཡིན་ཙང། གཉིས་ནི་ངས་དེ་ཚོ། ཅིག་བྱས་ན་ངའི་ངོ་མ་ཤི་བ་དེ་འདྲ་མང་པོ་ཅིག་ཡོད་ཀྱི་རེད་དྲན་གྱི་འདུག་ཡིན་དུས་ག་ལ། རྣམ་པ་ཚོས་སུ་འདྲ་ཞིག་ཡིན་པ་ཡིན་ན་དེ་འདྲའི་མི་སྣ་ཅིག་ང་ཚོ་ལ་ངོ་སྤྲད་བཟོ་རུ་ཆེ་ང་ཚོ་ཡར་མར་འབྲེལ་མཐུད་བྱེད་རུ་ཆེ་རེད་བ། དེ་ནི་མི་དེས་ང་ཚོ་ལ་གདམ་ས་ལས་ཁོང་རང་ལ་ཕེབས་ང་ཚོའི་ས་ལ་ཕེབས་ནས་ང་ཚོའི་སྙོམ་དང་དེ་ལ་ཕྱག་ལས་གནང་རུ་ཆེ་ནས་ཞུ་རུ་ཆེ་བ་ཡིན་ན་ནི་ང་ཚོས་གིས་འོ་ད་ཁོ་རང་གིས་གླ་ཤ་ག་ཚད་ཁེལ་ཞུ་ཟེར་ན་ད་ཁོ་རང་གིས་ཐུགས་ལ་ཡ་ང་ལ་འདི་འདྲའི་ཞིག་གླ་ཤ་དགོས་ཟེར་གི་ཚད་གཞི་ག་འདྲའི་ཡོད་ན་དེ་ང་ཚོས་གིས་འོ་འགྲོ་འོ་ཐོག་མ་ད་ལྟ་གི་ཡིན་རོ། དེ་གལ་སྲིད་ཉི་མ་དེ་ཕེབས་མ་ཐོག་ན་ཡང་ད་ཡང་དྲ་ལམ་གྱི་བརྒྱུད་ནས་ང་ཚོའི་ལ་བདུན་ཕྲག་རེ་རེ་ལ་ཐེངས་མ་གཉིས་ཙམ་རེ་དེ་ལུམ་བསྟན་གནང་ཡག་དང་གཅིག་དེ་ཚོ་ལ་ཞུ་དག་གཏང་ཡག་ཞུ་དག་གཏང་ཡག་དེ་གས་ནས་འགན་ཁུར་བྱེད་ཡག། ད་དེ་འདྲིའི་གནང་རོགས་བྱས་པ་ཡིན་པ་ཡིན་ན་ཡང་ང་ཚོའི་གི་བ་དག་གཞི་བདག་གི། གལ་ཆེན་པོ་བརྩི་གི་ཡོད་ཕན་ཐོགས་ས་རེད་ཨ། དེ་འདྲིའི་གི་ཚད་ལ་ཡང། ཁོ་རང་གི་བ་ད་ང་འདི་འདྲ་ལ་ཐེ་མ་གཉིས། ཡང་ན་འདི་འདྲ་ལ་ཐེ་མ་གཅིག། དྲ་ཐོག་ན་འདི་འདྲ་ཡོང་གི་ཡིད། ཨ་ན་ང་ལ། དེའི་གི་ཡིད་དུ་ག་ལ་ད་དེར་ཆུ་ཚད་དུས་ཚད་ཅིག་བཏང་དགོས་གི་ཡོད་ད། གླ་ཆ་ག་ཚད་ཁེ་རེད་ཟེར་ན། ད་ཁོ་རང་གི་ཐུགས་ལ་ཡང་ག་ཚད་ཚད་ཅིག་རེ་བ་ཡོད་ན་དེ་ང་ཚོས་གི། ཕུལ་ཐོབ་པ་ཅིག། ག་ན་མ་མཐའ་ཡིན་ན་ད་ཕུལ་ཐོབ་མི་ཐོབ་བལྟ་གི་ཡིད་ད་རྡོ་རྡོ་བཤད་པ་ཡིན་ན། ད་དེ་འདྲིའི་གི་བྱུང་ན་གཞི་བདག་ཕན་ཐོགས་ས་རེད།

བྱས་ཚད་མཐོང་ཚད་ལོག་དེ་ནི་ཁྲ་ལྟས་རང་ཨིན་ཇི་ཚིག་ནོར་འདྲ་མ་དེ་རང་རེད་འདུག་དངོས་ཡོད་གནས་ཚུལ་ལ་ཕན་སེལ་རང་གི་ཐོག་ནས་ད་ནས་འགྲོ་ཡ་དེ་ནི་ཕ་ཞེས་ཕ་ཞེས་མི་སྲིད་པ་དག་ཅིག་དེ་འདྲས་ཡོད་དུས་ག་ལ། འདི་ང་ཚོའི་ཡིན་གྱི་མེད་ཤེས་ཚོགས་ནང་ལ་ལབ་ད་ང་རང་བརྩིས་པའི་ང་ཚོ་ཚང་མའི་གི་དེ་ཧ་གོ་དགོས་ཡ་རེད་གནད་འགག་དེ་བྱས་ཚད་ཡིན་དུས་ག་ལ་ང་ཚོའི་གལ་ཆེ་ཤོས་གཅིག་དེ་ངས་ད་ལྟ་དེ་ཚེ་གསུམ་དེ་ལྷ་ཡར་བསྡོམས་འདྲ་ཅིག་ཞུས་པ་ཡིན་ན་དང་པོ་དེ་ང་ཚོའི་ག་ག་རེ་འགྱུར་ཡོད་མེད། དེ་གི་ཐོག་ནས་ད་ལྟ་དཔར་སྐྲུན་བྱས་ཚར་བ་ག་རེ་ཡིན་མེད། ད་ཡིན་རིང་མ་འགོར་བར་དཔར་སྐྲུན་བྱེད་འཆར་ག་རེ་ཡོད་མེད་དེ་གཅིག་བྱེད། གཉིས་པ་དེ་ལ་ང་ཚོས་འགྱུར་གི་རྟགས་ཚད་གཞི་དེ་གཙོ་བོ། དེ་སང་རྟགས་འགྱུར་དེ་མང་ཆེ་བ་དབྱིན་སྐད་ཀྱི་ཐོག་ནས་འགྱུར་གི་ཡོད་ཚ། དབྱིན་སྐད་ཀྱི་ཡིག་འབྲུ་རེ་རེ་གི་ཐོག་ནས་ང་ཚོས་ཨ་ནི་གང། དགོང་མོ་གཅིག་ཏུ་བཤད་དཀའ་དགོང་མོ་གཉིས། དེ་གི་གླ་ཆ་ཕུལ་ཡ་དེ་བྱེད། གསུམ་པ་དེ་ལ་ང་ཚོས་ལ་རྟགས་དང་རྟགས་ལ་མི་སྤུས་རྟགས་ཤིག་དགོས་ཀྱི་འདུག་ཟེར་དེ་རེད། རོགས་པ་བྱེད་ནི་མི་གཅིག། ལྷོ་མཐའི་ནང་གི་གཅིག། ད་འདིའི་རྣམ་པ་ཚོས། ངའི་སྐད་ཆ་དེ་གོ་ཡོང་མཁན་གྱི་མི། ང་ཚོ་ལ་དགོས་ཡ་མི། དེ་ཡིན་པ་ཡིན་ན། སོ་སོ་སོ་རང་ཉིད་ཀྱི་ཆེན་པོ་ཡི་ཡི་ཁྲིད་ནས་སྐུ་དྲག་གི་ལྟ་བ་ཁས་མ་བསྡུས་པ་བཅས་ང་ཚོ་ལ་ཐད་ཀར་འབྲེལ་བ། བྱས་ཡོད་ན་ང་ཚོས་ངེས་ནས། བརྒྱ་ཤ་བརྒྱ་ནས་བརྒྱ་བར་དགའ་བསུ་ཞུ་ཡི། ཨ་ནི་ངས་འདི་འདྲས་འདི་འདྲས་ཞིག་ཐུག་གི་ཡོད། ཨ་ནི་ང་དེ་ཕར་ཡོང་ན་འགྲིག་གི་ཡོད། ཡང་ན་ན་ཨ་ནི་ངས་དྲ་ཐོག་ནས་ཁྱེད་རང་ཚོ་ལ་རོགས་པ་འདི་འདི་བྱེད་ཐུབ་ས་རེད་ཅེས་ཁ་ཐུག་གསུངས་ཡོང་ན། ང་ཚོས་ངེས་ནས་ཁྱེད་རང་ལ་འབྲེལ་བ་ག་རེ་ཡོད་པ་ང་ཚོས་ཕར་བཞག་ཞུ་ཞུ་ཡོད་གི། ཨ་དོགས་ཅེས། ཨ་ནི་དེ་མེད་ན་ཡང་ང་ཚོ་འདི་དྲ་གྲོགས་རྣམ་པ་ཚོས་བརྗོད་ནས། དེ་འདྲའི་ངོ་ཤེས་པ་ས་གནས་ག་བ་ག་ས་ཡོད་ན་ང་ཚོའི་པར་ར་ལ་ཡར་མར་ཐུགས་ཀ་རྒྱག་རོགས་གྱིས་རོགས། དེ་རྣམ་པ་ཚོས་འདི་རྩེད་མོ་གཟོ་འདྲ་བ་ཅིག་བཏང་ནས་འཚོ་མ་བསྡད་ད། ང་ཚོས་མ་འོངས་པར་ལོ་གཅིག་གཉིས་ནང་ལོགས་ལ། ང་ཚོའི་སྐད་ཡིག་ནང་ལ་མེད་བསྡད་པ། ཕྱི་རྒྱལ་སྐད་ཡིག་ནང་ལ་ཡོད་བསྡད་པའི་ང་ཚོའི་སྤྱི་ཚོགས་ལ་དགོས་གལ་ཆེན་པོ་ཡོད་ཆོག་གི་བརྩམས་ཏེ། བརྒྱ་ཉིས་བརྒྱ་དེ་འདྲའི་ཞིག་ཕར་འགྱུར་ཐུབ་སོང་བ་ཡིན་ན། དེ་ང་ཚོ་དྲིན་དྲན་ཆེན་པོ་རོགས་ཆོག་རུང་བོ་རེད། བོད་ནང་ལོགས་ལ་ད་འདི་ལས་ལྷག་ཅིག་ང་ཚོས་ད་བརྙན་པར་དུ་མ་སོང་ན་བཀྲེས་སྐལ་ལྷག་ཡོད་མ་རེད་དཱ། དེ་ད་འདི་འདྲིའི་ཆེད་ང་ཚོའི་མི་རང་གསར་པ་ཚོ་དང་འདུས་ལ་ཤོང་ཐོབ་པ་ཡིན་ན་དེ་ནི་མིའི་གི་རྣམ་དཔྱད་དང། གོ་རྟོགས་ཟེར་ཡ་དེ་དཔེ་ཡང་བཙལ་རོགས། ཀོ། ཨེ་དྲོ་པའམ་ཐོགས་པར་གལ་བ་ན་གཞི་བྱས་ནས་མིའི་ཕ་སྐད་ལ་སོང་ནོ་གཅིག་དང། མི་གཞན་དག་གི་ཕ་སྐད་ལ་ལ་མཁའ་འདྲ་བ་སྟོང་སོ་གཅིག་གི་སོང་ཆ་འདྲ་བ་ཞིག་བཤད་བཞིན་པ་མཐོང་ཡོད་འདུག་གམ་ད་ག་རང་གི་བློ་ཁྲིད་ཚང་མ་ཡང་སད་ནས་ནུས་པ་ཆེན་པོ་ཡང་སྐྱེས་ཡོང་འདུག་དེ་ཚ་འདི་ང་ཚོས་ཤེས་དགོས་འདུག་བསམ་པ་དེ་འདྲ་ཞིག་འདུག་ཨ། དེ་ནས་ཨོ་རེད། ད་ནི་རྣམ་པ་ཚོས་གལ་སྲིད་ང་ཚོའི་ལས་ཁུངས་ལ་ཚུར་ཕེབས་ནས་བལྟ། དཔེར་ན་ས་གནས་ས་གནས་ལ།

མི་མང་པོ་མེད་པ་ཡིན་ཙང་རིམ་པས་མི་མང་པོ་ཡོང་ནས་དེ་འདྲ་བྱས་ཡོད་འདུག་ག་ལ་ང་ཚོས་གཙོ་བོ་ངས་བསྟན་པའི་དེ་ད་ང་ཚོར་མི་རེ་རེ་རེ་རེ་སྡོད་ས་ག་དུས་ཡོང་གི་འདུག་ཁོས་ག་ཚད་བྲིས་ཀྱི་འདུག་ཁོས་གཡོ་སྒྱུ་བྱེད་ཀྱི་འདུག་མི་འདུག་ཁོས་ག་རེ་དེ་ཅི་མི་དཔེ་ཆ་གསུངས་མི་འདུག་དེ་ལྟ་ཡ་དེ། དེ་ལས་ད་ལྟ་གོང་དུ་ཞུས་པ་ནང་བཞིན་ཚིག་འཁོར་ལ་གྲངས་ཀ་རྩི་བཞག་པ་ཡིན་ན་ཟླ་བ་ཟླ་བ་བརླ་ཤ་འཕེལ་དུ་རྩི་བཞག་པ་ཡིན་ན། དེ་ནི་མི་སོ་སོ་དུས་ཚད་འཕྲོ་བརླག་བཏང་གི་མ་རེད། དེ་ནི་ཁོ། ཐ་ན་ཤག་ལ་ཕར་འགྲོ་ནས་གཟའ་སྤེན་པ་ཉིན་མོ་གུང་ཟས་ཡི་དུས་ཀ་ལ་ཡང་ཁོ་ཀ་ལི་ཀྱ་ནས་འགྱུར་ཏེ་ཅི་ཡོད་རོགས། ཁྱེད་ད་འདི་ཆད་པ་གྱིས་ས་རེད་བསམ་པ་དེ་འདྲིས་འདུག་ཁྱེད་ད་རྣམ་པ་ཚོས། ཨ། དེ་རྣམ་པ་ཚོས་ད་འདི་ལས་སྔོན་ལ་ཡུལ་ན་ག་འདྲས་ཡོང་དགོས་དགོས་རེད། ད་ནས་ག་དུས་ཡོང་དགོས་དགོས་རེད། ཨ་ནས་ལས་ཀ་ག་འདྲས་བྱེད་དགོས་རེད་དེ་ཚང་མ་ལ་ང་ཚོའི་དེ་ལས་ཧུང་གི་ལོ་ཙཱ་བ་གཅིག་འབྲེལ་མཐུད་པ་ལ་ཨ་ནས་བསྐུལ་བཞག་ཡོད། ཨ་ནས་ངས་འབྲེལ་མཐུད་པའི་ཁ་བ་ཨང་འདྲ་དེས་ད་ལྟ་ངས་འདི་གཏོང་བཤད་དེ། ཞུ་གྲུབ་པ་དང་དེ་གིས་གང་བལྟ་ལ་ངས་དེ་བཞག་གི་ཡིན་ཨེ་འདུག་ག་ལ་རྣམ་པ་ཚོས་ཨ་ནི་དེའི་སྐོར་དང་འབྲེལ་འདུས་པ་ལ་འབྲེལ་བ་གནང་རོགས་གྱིས་ཅི་ནས་ཨ་ག་ར་ག་ར་སྒུག་གི་ཡོད་མེད་ཨ་ང་ལ་འབྲེལ་བ་གནང་ན་འགྲིག་གི་རེད་ལ་ཨ་ནི་འབྲེལ་འདུས་པ་ལ་ཡང་འབྲེལ་བ་གནང་རོགས་གྱིས་གཙོ་བོ་ང་ཚོ Coordinator ཁོང་ལ་འབྲེལ་བ་གནང་ཤག་པ་ཡིན་ན་ཨ་ནི་ཡག་མ་གསལ་བཤད་བྱས་དང་ཐུགས་ཁ་རྒྱག་དུས་སུ་བེད་ལེ་ལ་བ་བྱ་གི་རོགས། ཨོ་དེ་འདྲས་ཅི་ཞུ་ཡ་ཡིན།

ད་ནངས་རྒྱུན་དུ་སྐད་སྒྱུར་བདེན་ཚད་ཇི་ཡོད་པ་ཡིན་ཙང་ད་ནི་འཛུ་ར་བཅའ་བ་ཡག་ཐོན་ནས་སྐད་སྒྱུར་བདེན་ཚད་ཚང་མ་མཐའ་བཞིར་ཚང་གི། ཨ་ནེ། གྲྭ་པ་ལོ་ཆུང་དཔེ་མང་པོ་ཡོད་རེད། དེ་ལྟར་བདེན་ཚད་འདི་ཚོའི་གཡས་གཡོན་ལ། ད་ནི་སྒྱུར་བདེན་མཁན་མང་པོ་ཡོད་པ་ཡིན་ན། སྒྱུར་ལ་ཞུགས་བདེན་མཁན། ད་ནི་ང་ཚོས་གོང་དུ་ཞུས་བཞག་པ་དེ་གའི་ཐད་ལ་ཡོད་པ་ཡིན་ན། ས་གནས་ས་གནས་ལ་དེ་འདྲའི་ལས་ཁུངས་འདྲ་པོ་ཞིག། བཙུགས་ཐུབ་ན་དཔེ་ཡག་པོ་ཡོང་ས་རེད། ཁྱེད་ཅག་རྣམ་པ་ཚོས་དེ་འདྲའི། འགྱུར་ལ་དེ་འདྲའི་མཐོང་རྒྱ་ཡོད་བསྡད་པ། ཉི་མ་རེ་རེ་ལ་ཕྱི་ཚེས་གཉིས་གསུམ་དེ་འདྲའི་དུས་ཚད་བཏང་ནས་མཇུག་བུ་ཡིས་བྱས་ནས། དེ་འདྲའི་འདས་པ་ཡོང་མཁན་མང་པོ་ཡོད་པ་ཡིན་ན། དེ་ང་ཚོའི་གི་ས་གནས་དེ་ཚོ་རེ་རེ་ལ། ལས་གཞི་རེ་རེ་གྱི་གཙོ་ཡག་གིས། འབད་བརྩོ་བྱེད་གི་ཡིན། དེ་བྱས་ནས་དེ་ནས་ལ་ང་ཚོ་མི་གཅིག་གིས་འགའི་ཞིག་ཁེ་རུ་བྱེད་ར་བ་ཁོ་ཉེ་རེ་ཉེ་རེ་སྒོ་ཡ་མ་རྒྱ་རུ་བྱེད་ཡ་ད་དེ་འདྲའི་གཅིག། ཨ་ནེ་དེ་འདྲའི་འགྱུར་ནས་དེའི་གར་ས་མི་མང་པོ་གྱི་སྙོག་དུ་ཡོད་ན། མཁས་པའི་གར་དུ་ལ་ན། གཅིག་གཅིག་སྐད་ཆ་དྲི་ཡ་ད་བ། ཅིག་ཅིག་སྐད་ཆ་དྲིས་དང་འདི་ལ་ཚིག་ཤོ་ག་རེ་ཡག་ག་ཡོད་རེད། དེ་ག་མི་གསུམ་ཞིག་སྐྱོ་ཚིག་གཅིག་གར་རྙོག་འདི་ལས་ཀ་བྱེད་དུས་དུས་ག་ལ། ཁོ་ཡུལ་འཁོར་བ་ལས་ཀ་བྱེད་མཁན་ཁོ་ཡུལ་དུས་ག་ལ་མི་སེམས་དེ་ལས་ཀ་འཁོར་བ་ག་ལ་བསྡད་ནས་ཉོག་སྣང་དེ་ཡོང་གི་མི་འདུག་སེམས་མི་གཅིག་གཅིག་ཤག་ན་ལོ་བསྡད་དུས་དུས་ག་ལ་ད་ནི་སེམས་པ་དེ་དེ་ག་ལ་ལས་ཀ་ག་ལ་མ་བསྡད་བ་བྱས་ཁ་བ་ལ་ལྟ་ཡ། ད་ནི་དེ་ག་ལ་བརྙན་འཕྲིན་ཡོད་ན་དེ་ལ་ལྟ་དེ་འདྲ་ཞིག་དུས་ཚད་མང་པོ་ཞིག་དེ་ཤོང་རེ་ཅིག་དེ་ལྟ་དེ་འདྲ་ཡིན་དུས་ག་ལ་ཡང་དེ་ས་གནས་ས་གནས་དེ་གསུམ་ལ་ལས་ཁུངས་རེ་རེ་བཙུགས་ནས་དེ་ལ་ལས་གཞི་དེ་འདྲ་ཡི་ཐོག་ལ་མི་ཐུག་ནས།

ཟླ་བ་ཟླ་བ་ལ་གླ་ཤ་དེ་དགོས་གལ་ཆེན་པོ་ཆགས་ཀྱི་ཡོད་ན་ན། ཞོ་ལས་ལྔ་སྐྱ་ལྔ་རེ་རྩིས་རྒྱག་ཚར་འདུག་ག་ལ། ཨ་ནི་ང་ཚོའི་གི་གླ་ཤ་དེ་མང་ཁྱེད་རང་ལ་ཕུལ་རྒྱུ་བྱེད། ཨ་ནི་དེ་ལ་མེད་ན་ན་ཁྱེད་རང་གི་བཙོང་ཤོག་དེ་མགོ་འདག་པ་དང་ཆ་ཚང་ཅན་པ་བསྒྱུར་ཚར་ན་ཨ་ནི་ང་ཚོས་དེ་ནས་ཚིག་དེ་གི་གྲངས་ཀ་བརྩིས་ནས་ཁྱེད་རང་ལ་གླ་ཤ་ཕུལ་ངེས། འོ་ད་དེ་འདྲིའི་གི། ཨ། ད་དེ་རིགས་གི་ས་ར་འདྲ་བོ་དེ་འདྲིའི་གི་ཆགས་སོང། ད་དེ་རིང་པོ་འདྲ་བོ་ཆགས་སོང་དགོངས་དག་ཞུ་ཡ་ཡི་ག་ད་དེ། གལ་ཆེན་པོ་ཆགས་བསྡད་ཡོད་པ་ཡིན་ཙང། ང་ཚོ་གལ་ཆེ་ས་དེ་གལ་ཆེན་པོ་ཡིན་པ་ཧ་གོ་དགོས་ཀྱི་འདུག

འཚོ་གནས་ག་འདྲའི་མཐོ་རུ་ཡོད་མེད་སྤུས་ཚད་དང་ཐད་ཀར་འབྲེལ་བ་ཡོད་བསྡད་པ་ཁྱེད་རེད། དེ་ཚ་འདིའི་ཐོག་ལ་རྣམ་པ་ཚོས་སྣང་ཆུང་འདྲ་པོ་བརྩངས་ནས། མ་བཟོ་རུ་གྱིས་ཟེར་ནས། འདི་འདྲས་ཆེད་དེ་བས་ཀྱང་འདི་ངས་ཞུས་ཚར་དུས་ག་ལ་རྣམ་པ་ཚོས་འདི་གང་མང་མང་ཅེས། དཔེ་དགོས་འདུག་མི་མང་པོ་ཅིག་གིས་ཧ་གོ་གོ་འདུག་འདི་མང་པོ་ཅིག་དཔེ་ལྟད་མོ་ལྟ་མཁན་མང་པོ་ཞིག་འདུག་འདི་ང་ཚོ་ལ་དངུལ་མང་པོ་རག་ཡ་གི་རེ་བ་ན་གར་སྐད་ཅིག་ཡོད་མ་རེད། རག་མཐོང་བ་རེད་འདི་བརྒྱུད་ནས་རག་ཡག་ཐ་ཤེས་གི་ཡོད་པ་རེད་ཡིན་དུ་ག་ནི་འདི་གཙོ་བོ་ང་ཚོ་བོད་པ་ཚོས་ང་ཚོའི་སྤྱི་ཚོགས་རང་ལོ་ལ་འཇུག་ལ་ཞུགས་མཐོང་མཁན་མང་པོ་ཅིག་དང་འདི་གི་གོ་རྟོགས་སྤེལ་ཐོ་ཡི་ཅིག་འདི་དང་ཐུགས་ཁ་རྒྱག་ཐོ་ཡི་ཅིག་ཨོ་ད་དེ་འདྲིའི་ཅིག་སོང་ན་དང་ཡོང་ཟིག་དེ་ཞུ་ཡ་ཡིག་དེ་ནས་ཚང་མ་ལོག་དྲ་ཡི་དེ་ལས་འོང་རེད་འདི་མ་བཞག་ངས་ངའི་རྣམ་པ་ཚོས་ལས་འོང་དེ་ཅིག་བསྟན་དགོས་བྲོས་སོང་ང་ཚོ་ལས་འོང་དེ།